ཁྱེད་ཚོ་དེ་ལས་ནི་ད་ལོ་སྐྱབས་བཅོལ་མ་མཐའ་ལ་རྒྱའི་དགུན་སེམས་ཚབ་རོ། ཅིག་གིས་ཅིག་མཐོང་དུ་ཡོད་ཅེས་ཁྱེད་ཚོ་ངོ་སྤྲོད་བགྱི་དགོས་ཡ་ཡོད་མ་རེད། ཨང་ངེད་ཚོ། ཁ། ཁྱེད་ཚང། གིས་ད་དེང་སང་གི་ཡ་གཅིག་ཐེག་ནོ་ལེ་ཇི་བེད་སྤྱོད་བཏང་ནས། མིག་བལྟ་ས་ཡོད་ན་ཨ་ནི་ཅིག་གཡེང་འཕར་གི་འདུག་ཟེར། ཁ་སེང།

གར་ལབ་གྲོགས་ཡོད་མེད་ད་དེས་ན་ནི་མཁྱེན་འགྲོ་གི་རེད། ཡང་དེ་ལ་ཡང་ངའི་ལབ་གཡག་གི་སྲབ་གཅིག་དེ་ལ། རྩྭ་ཆུ། གསོ་བ་རིག་པ་གི་ད་ག་ད་ནེའི་ངོ་བཟུང་སྟངས་གི་སྐོར་གྱི་ཤེས་ཤོག་རྩྭ་ཆུ་བཏགས་ཐབས་ཤེས་ཤོག་འདྲ་ཅིག་གསུངས་འདུག་ད་དེ་དག་ཁྱེད་རང་རྣམ་པ། སློབ་ཕྲུག་མང་ཆེ། མང་ཆེ་ཟེར་བས་མ་རེད་ད་ཟུར་ཉན་འདྲ་བོ་ཁ་ཤས་ཀྱིས་མ་གཏོགས། བརྒྱ་ཆ་བརྒྱ་ཐམ་པ་ཟེར་གོ་མ་རེད་ད། Philosophy ཟེར་གོ་རེད་བ་ད། དེ་འདྲའི་ལས་སློབ་སྦྱོང་སྣ་གཉིས་དང། དེ་འདྲའི་ལས་ཉམས་བཞེས་སྣ་གཉིས་དེ་འདྲའི་སྟེང་ལ་ཡང་གཡེང་ཡུལ་དེ་ཉིད་ཕྱི་མ་དང། གཏམ་མི། ཀྱི་གཏམ་ཡག་ཅིག་སྨྲས་སྐྱོར་བྱེད་ཡག་དང། དེ་འདྲའི་སྟེང་ཡང་གཡེང་ཡོད་མེད་ངས་ཧ་གོ་མེད། ཁྱེད་ཚ་གཅིག་བྱས་ན། གནས་ཚུལ་དེ་ཚོ་གསར་བ་གསར་བ་རག་གི་མ་གཏོགས། ད། བཞི་པོ་གཡེང་གལ་ཡོད་ཀྱི་མར་བསམ་འདུག་ད། ཡིན་གཅིག་མིན་གཅིག་གཡེང་ཡོད་དགོས་ཡ་ཡོད་མར་ད་དེ། སོ་སོའི་གཡེང་ཡོད་པ་ནང་བཞིན་དང་པོ་བདེ་ལེགས་ནི།

སྨན་སྦྱོར་གྱི་རིག་པ་གར་ལབ་པ་ཡིན། སྤྱིར་བཏང་བོད་ཀྱི་ཐུན་མོང་མ་ཡིན་པའི་སྨན་སྦྱོར་གྱི་རིག་པ་དེ་ལ་གསོ་བ་རིག་པ་ཟེར་ནས་ལབ་ཀྱི་ཡོད་རེད། ཨ་ནི་སྤྱིར་བཏང་ང་ཚོས་ཤེས་བྱ་རིག་པའི་གནས་ལྔ་ཟེར་ནས་མ་བཤད་ཡོད་དུས་དེ་རྣམས་ལ་ཡང་གསོ་བ་རིག་པ་ཟེར་ནས་གཅིག་གསུང་གི་འདུག་ད་ལྟའི་བོད་ཀྱི་སྨན་སྦྱོར་གྱི་རིག་པ་དེ་ལ་དེའི་གི་ཐ་སྙད་འདྲ་པོ་དེ་ཕར་སྐྱེད་ལེགས་དཀའ་བའི་བཟོ་བོ་འདྲ་པོ་ཆགས་ཡོད་དུས་ཨ་ནི་དེང་སང་མི་ཚོགས་ཀྱིས་སྨན་སྦྱོར་གྱི་རིག་པ་ཡོད་ཚད་ལ་གསོ་བ་རིག་པ་ལབ་བཞག་གི་འདུག་བོད་པ་གས། བུ་བ་ཚོ་གིས་ད་ཅིག་ཞིབ་ཕྲ་རེ་བྱེད་པ་ཡིན་ན་ཡང་སྟེགས་སུ་བྱེད་པ་བྱེད་དགོས་གི་མིན་འགྲོ་དཔེར་ན་རྒྱ་གར་གྱི་སྨན་སྦྱོར་རིག་པ་ལ་ཡིན་ན་གསོ་བ་རིག་པ་ལབ་གི་མ་རེད་ཨ་ཡུར་བེ་དིག་ལ་ཚེ་ཡི་རིག་བྱེད་ལབ་གི་རེད་བ་ཨ་ནུ་ཨ་ལོ་བེ་དིག་དེ་ཚོ Treatment འདྲ་པོ་བྱེད་མ་གཏོགས་གསོ་བསད་དེ་ཡག་གི་དོན་དེ་ཁོ་ཚོ་ལ་ཐ་སྙད་དེ་མཇུག་སྒྲོ་ཡོད་མེད་ཧ་གོ་མི་ཐུབ་ད་དྲ་ཡང་གི་དབང་དུ་བཏང་པ་ཡིན་ན་ཇི་ལྟར་སྨན་སྦྱོར་བྱེད་ཅེས། དེ་ཡང་ཡོད་ཚད་ལས་ཡ་སོགས་རིག་པ་ལམ་ནས་ཅུང་ཟད་ཡོད་ཀྱི་མ་རེད། སྒྲ། དོག་པའི་དབང་གིས་སྐྱེས་པ་ཡིན་ན། ནི། གསོ་བ་རིག་པ་གསལ་བདེ་ཡ་དེ་གོ་ཡང་བོད་ཀྱི་ཐུན་མོང་མ་ཡིན་པའི་སྨན་ལྕོགས་ཀྱི་རིག་པ་རེད་བརྗོད་ཆགས་བདེ་བ་དེ་དག་གིས་ཞོར་ལས་ཞུས་པ་ཡིན། དེ་ཅི་ཡིན་དུ་ད་དེ་འདྲའི་གི་ཡ། སྨན་ལྕོགས་ཀྱི་རིག་པ་ལག་ལེན། བསྟར་ནས་ཡ་སྨན་ལྕོགས་ཀྱི་སྨན་ལྕོགས་བྱེད་ཉན་གྱི་མི་དེ་ཚོ་གི་ཤེས་དགོས་ཡ་བརྗོད་རེད་པ། ཤེས་དགོས་ཡ་གི། དེ་ལ་ཡང་དང་པོ། སོམས་ཞེས་གོ། ད་ལྟར་རོབ་ཚ་གྱི་རགས་པ་རང་གིས་ཤོད་བྱ་ཡིན། དང་པོ་ཀུན་ནས་ཡ་རྩ་ཁྱོད་ལབ་ཡིན་ན་གང་ལྟ། རྒྱབ་ལྗོངས་ཅན་མི་འཇུག་ཁེ་མཚང་རེ་རེ་མི་འགྲོ། ཡ་ད་ང་ང་རང་གི་བསམ་ཚུལ་རེ་དང་ཡང་ཁྱེད་རང་རྣམ་པ་ལ་ཐུན་མོང་མ་ཡིན་པ་ཡང་སོ་སོ་སོ་སོ་རྡུལ་རྗེས་ཀྱི་ཁམས་དང་མོ་པ་དང་བརྩེགས་ནས། ད་འདྲ་མི་འདྲ་ཡོང་ཆོག་གི་རེད།

བློ་མིག་གམ་དང་མོ་པ་རྣམས་ཀྱིས་ཅི་དགོས་རེ་ཟད་དེ། བློ་མིག་གམ་དང་མོ་པ་མཁྱེན་མཁན་དེ་ཡང། ངོ་ནི་བྱས་ན་སངས་རྒྱས་དང་ཡང་མིན་ན་ཅིག་ས་བརྒྱད་པར་མ་ཐོབ་བར་དུ། ཡོད་མ་རེད་འདྲ་པོ་གསུང་གི་འདུག་བ། ད་ཅིག་ཐབས་ཤེས་འདྲ་པོ་བྱེད་ཡག་རེད་མ་གཏོགས་ཁྱེད་ཙག་ད། ང་རང་ཚོ། སྤྱི་བཏང་བཤེས་གཉེན་དེ་ཚོ་དེ་འདྲས་ཀྱི་ཡ་གཞན། གམ་དང་མོ་པ་མཁྱེན་མཁན་མེད་པ་ཡིན་ཙང་ད། སོ་སོ་གང་ཤེས་པ་དེ་གང་དྲག་དྲག་འདྲ་པོ་བྱས་ནས་བཤད་ཡག་ཡིན་པའི་སྐད་ཆ་རེད་ད། འོ་དེ་ཡིན་དུས་བྱས་ཙང། ད། དེ་རྗེས་ཡོན་ཏན་སྐྱེས་ཙང་ད་སྨན་སྐྱོར་བྱེད་མཁན་གྱི་སྨན་པ་དེ་ཚོ་གི་ཤེས་དགོས་ཡ་དེ་ལ་ད་སྡེ་ཚན་གསུམ་འདྲ་པོ་བྱུང་གི་ཡོད་རེད་གཅིག་དེ་གནས་ལུགས། ད་སློབ་སྦྱོང་ག་རེ་བྱས་པ་ཡིན་ན་གནས་ལུགས་དེ་ཤེས་དགོས་རེད་བ་གནས་ལུགས་བཞི་གནས་ལུགས་བཞི་ཡི་གནས་ལུགས་ཟེར་དེ་ཡ་དེ་རེད་བཞི་ཡི་གནས་ལུགས། དེ་རྗེས་ཡོན་ཏན་བཞི་ཡི་གནས་ལུགས་དེ་ལ་ཡ་ད་ལུས་དང་ནི་གཉིས་ཡོད་རེད་སྨན་སྐྱོར་བྱེད་ཡག་ཤེས་དགོས་མཁན་དེ་ཚོ་གི་ཨ་ལེ་སྨན་སྐྱོར་བྱེད་ས་དེ་ལུས་རེད་བ་སྨན་སྐྱོར་ཟེར་དེ་ཡ་དེ་བྱ་བ་གྱི་རེད་བྱ་བ་བྱ་བ་དེ། བྱ་བ་གང་ལ་བྱེད་པའི་ཡུལ་དེའི་གནས་ལུགས་དུ་མ་ཤེས་པ་ཡིན་ན་དཔེར་ན་ཞིང་སྤངས་ལྟ་བུ་ཅན་ཡིན་པ་ཡིན་ན་ཡང། ས་ཡི་ཁམས་དང། བརླན་གཤེར་ལྟ་བུ་ཅན། དེ་འདི་ལྟ་འདི་མ་ཤེས་པ་ནི་ཞིང་ཁ་ལྟ་བུ་ཤིང་མར་བ། ཞིང་ཁ་ལྟ་བུ་ཡིན་ན་ཡང་འཕྲོ་བརླག་འགྲོ་སྟེ་ཀྱི། དེ་ཡིན་དུས་དེའི་ཚུལ་འདྲ་བུ་ཅན་སྨན་སྦྱོར་བྱེད་ས་ཀྱི་ཡུལ་དེ། གནས་སྟངས་དེ་བཤད་དགོས་ཡོད་རེད། དེ་ལ། གཞི་ཡི་གནས་ལུགས་ཟེར། སྨན་སྦྱོར་བྱེད་ས་ཀྱི་ལུས་ཀྱི་གནས་ལུགས། ཤེས་པ་ཙམ་དུ་མ་ཟད་དེ་ལ་ཡོང་མཁན་གྱི་ནད་ཀྱི་གནས་ལུགས་ཤེས་དགོས་ཀྱི་རེད། ལུས་དང་ནི་གཉིས་པོ་སྟེ། གི་གནས་ལུགས་ཤེས་པ་ཙམ་དུ་མ་ཟད་དང་ནི་སྨན་སྦྱོར་བྱེད་ཡ་ཞེས་དགོས་པར་བ་ནི་སྨན་སྦྱོར་བྱེད་ཡ་ཞེས་ཡང་དེ་ལ་ནི་རྟགས་ཐབས་ཀྱི་རིགས་པ་གསལ་བསྟན་ཡ་དེ་ལྟ་བྱེད་ཙམ་བོ། ལུས་ནི། དང། ལུས་དང་ནི་གི་གནས་ལུགས་གཉིས་པོ་དེ་ཤེས་དགོས། ལུས་དང་ནི་གྱི་གནས་ལུགས་དེ་ལ། ནི། རྒྱུན་དུ་ཡང་ངེས་འཛོག་ཐ་མལ་པའི་གནས་ལུགས་དང་རྣམ་པར་འགྱུར་བའི་གནས་ལུགས་ཟེར་ནས་ད་གཉིས་ཡོང་དགོས་པར་བ་ཐ་མལ་པའི་གནས་ལུགས་གསལ་བསྟན་ཡ་དེ། རྣམ་པར་མ་གྱུར་པའི་གནས་སྐབས་སྤྱིར་བཏང་གི་ལུས་ལུས་བདེ་ཐང་ཡོད་པའི་གནས་གནས་སྐབས་དེ་ཚོ་བཤད་དགོས་ཀྱི་ཡོད་རེད། ཨཱ་ནི་དེ་ནས་ད་རྣམ་པར་འགྱུར་བའི་གནས་སྐབས་ཡང་ནད་པ་ཆགས་པའི་གནས་སྐབས་དེ་བཤད་དགོས་ཀྱི་ཡོད་རེད། ད་དེ་ལ་ཡང་སྨན་སྦྱོར་བྱེད་ཡ་དེ་ནི། ད་སྣ་ཁ་གཉིས་ཡོང་ཆོག་གི་རེད། མི་ན་བ་རིང་དུ་གནས་ཡག་གི་ཐབས་བྱེད་ཅིག། ན་ཚ་མེད་པར་ཁོ་རང་གི་ངོས་ནས་རྒྱུན་རིང་པོ་བསྡད་ཐུབ་ཡ་ཀྱི་མ་ནར་ངོས་ལ་བསྡད་ཐུབ་ཡ་དེ་གི་ཐབས་ཤེས་དེ་བྱེད་དགོས་དེ་གལ་ཆེན་པོ་གཅིག་རེད་ད། ད་གར་ཚེ་སྨད་ཆུང་བྱེད་ཡ་ན་ནས་ཡག་ཤོས་དེ་མ་ནར་བྱེད་ཡ་དེ་རེད་ཟེར་ལབ་དུ་ཨིན་ཇི་སྐད་ཅིག་ཡོད་རེད། ཨ་ནི། ད་དེ་ནས་ཡང་ཟས་དང་སྐྱོ་ལམ་ལ་སོགས་པ་ད་ཅན་གི་དབང་གིས་གར་སྟེགས་ནར་སོང་བ་ཡིན་ན། ད།

ཉེས་པ་དངོས་སྟོང་གིས་བཏགས་པ་མཚན་ཉིད། རྟགས་ཀྱི་སྒོ་ནས་བཏགས་པ་ཙམ་ནི། བདག་ཉིད་ཡིན་དགོས་རྟགས་དེ་ཚོ། མང་པོ་ཞུ་མི་དགོས་པ་གྱིས། ཨ་ནི་ཉེས་པ་དངོས་སྟོང་གིས། ཉེས་པ་དངོས་སུ་བསྟན་པའི་བཏགས་པ་ཟེར་ཏེ། ཉེས་པ་ཟེར་ཏེ་ཡང་དེ། སྐྱེ་དང། ནི། འགྱུར་བ་འགྲོ་ཡག་གི། འབྲས་བུ་སྐྱེད་བྱེད་ཀྱི་ནི་ཀྱི་རྒྱུ་དེ་ལ་ཡང་དང། རྒྱུ་དེ་ལ་ནི། ཉེས་པ།

དེ་ལ་ཡང་ནི་ལ་བཟླ་བར། དེ་ཡིན་དུ་དང་དེ་ལ་ཡང་དང་པོ་ཉེས་པ་དངོས་སུ་སྟོན་པའི་བརྟག་པ་བསལ་ཏེ་ཡང་དེ་ལ། སློང་བ་རྒྱུ་ཡི་སྒོ་ནས་བརྟག་པ་མཚན་ཉིད་རྟགས་ཀྱི་སྒོ་ནས་བརྟག་པ་ཕན་ནུས་གོམས་པའི་སྒོ་ནས་བརྟག་པ་བསལ་ན་བརྟག་ཐབས་དེ་ཚོ་ཡོང་གི་འདུག་བ། བྱས་ཙང། སློང་བ་རྒྱུ་ཡི་སྒོ་ནས་བརྟག་པ། བསལ་ཏེ་ཡང་དེ། དཔེའི་ཆ་བྱས་ན་བརྟག། སྨན་སྦྱོར་བྱེད་ཡག་གི་རིགས་པ་ཡ། དེང་སང་ཡིན་ན Philosophy ལབ་པ་ཡིན་ན་འདྲ། གཏན་ཚིགས་རིག་པ་ལབ་པ་ཡིན་ན་འདྲ་ག་རེ་ལབ་པ་ཡིན་ན་ག་རེ་ཡོད་རེད་ཟེར་ན། རྒྱུ་དང་འབྲས་བུ་གཉིས་ལ་ཡང་བརྟག། འགལ་བ་ཡོང་གི་ཡོད་མ་རེད། ཅིའི་ཕྱིར་རྒྱུད་ལས་ནི་རྒྱུད་དང་འབྲས་བུའི་གཉེན་པོ་སྟེ། རྒྱུད་ཇི་ལྟ་བ་བཞིན་དུ་རྒྱུད་ཀྱི་མཚན་ཉིད་གང་འབྲས་ཀྱི་ཡོད་པ་ཡིན་ན་དེ་རྣམས་ཀྱི་འབྲས་བུ་ཡོང་གི་ཡོད་ཙང་ནི་སློང་བ་རྒྱུ་ཡི་སྒོ་ནས་བརྟག་པར་ཟད་ནས་པའི་ཆ་ཤས་ན་ཁྱེད་རང་ཉག་ཐང་གཅིག་ཞུ་བ་ན་གཅིག་ངེས་མེད་ནད་པ་ཆགས་ནས་ཡང་ཚ་བ་རབ་ཀྱི་བར་དེ་ཡོད་པ་ཡིན་ན། ད་ཚ་བ་དེ་ནི་དེ་རྟགས་དེར་བ་ཅག་བྱས་ཙང་དེ་ཕྱི་ལོག་གི་ཡང་ཁྱེད་རང་གི་སྐྲན་པོར་ཆགས་འདྲ་པོ་ཅིག་ཡང་མཐོན་པོ་ཆགས་དེ་ཉིད་དུ་གཟུགས་པོ་ལ་ཚ་བ་ཡོད་དེ་ཉིད་དེ་གཅིག་པུ་གི། ཨ་ནི་ནད་དེ་ཡི་ངོ་བོ་ད་དུང་སྨན་བཅོས་བྱེད་ཡག་ནད་དེ་ངོ་བོ་དེ་གསལ་བོ་ཆགས་ཐུག་ཡོད་མ་རེད་ད་དེ་ག་འདྲས་བྱས་ནས་ཡ་ག་འདྲས་བྱས་ནས་བྱུང་འདུག་ཟེར་ནས་སློང་བ་རྒྱུ་ཡི་སྒོ་ནས་བཏགས་པ་ཟེར་ནས་ཁ་ལག་ག་རེ་ཟེར་འདུག་ཨ་ནི་སྐྱོན་ལམ་ག་རེ་བསྟན་འདུག་ཨ་ནི་ཅིག་ཁ་ལག་འདྲ་པོ་དང་སྨན་འདྲ་པོ་དང་དེ་འདྲས་ཟ་སྟངས་ག་རེ་བྱས་འདུག་བསམ་བློ་བཏང་སྟངས་ག་རེ་བྱུང་འདུག་དེ་ཚོ་ཆ་ཚང་རྩད་གཅོད་ཡོང་དུས་དེ་ནས་ནད་ཀྱི་རྒྱུ་དེ་ཧ་གོ་ཐུབ་ཀྱི་རེད།

མཚན་ཉིད་ཟེར་ནས་ལབ་རེད་གསུང་གི་འདུག་བ། ད་ལྟའི་རྒྱ་ངེས་ཚད་ཀྱི་འགྲོ་སྟངས་འདྲ་པོ་དེ་རེད། དེ་སྐྱེས་ཡོང་དུས་མཚན་མ་ཟེར་དེ་ཡང་ནི་རང་ཉིད་དངོས་པོ་ག་རེ་ཡིན་པ་ཡིན་ན་དེ་མཚོན་པར་བྱེད་མི་དེ། དེ་མཚོན་པར་བྱེད་མཁན་གྱི་རྟགས་རྟགས་དང་མཚན་མ་ག་རེ་ལབ་ཡིན་དེ་ལ་མཚན་ཉིད་མཚན་མ་ཟེར་གི་རེད་བ། དཔེར་ན་མེ་ཡི་མཚན་ཉིད་འདྲ་པོ་ཞིག་བྱས་པ་ཡིན་ན། དངོས་པོ་ག་རེ་ལ་ཐུག་པ་ཡིན་ན་ཁོ་ཚེགས་འགྲོ་ཉིན།

སྟག་གཡས་སྟག་གཡུ་སྟག་པི་སྒོ་ཟེར་ནས། དེ་འདྲའི་ཡོང་གི་ཡོད་རེད་བྱས་ཙང། མཚན་ཉིད་སྟག་དེ་ལ་སྟག་པི་བཞི་ཟེར་ཏེ་ཡ་དེ། སྟག་གཅིག་བྱས་ཡག་གི་ཡུལ་དེ་ག་རེ་རེད་ཟེར་ཏེ་ཡ་དེ་རེད་པ། བཞི་ཟེར་བཞི་དང། ཨ་ནི་བརྗོད་དང། བྱ་བ་བྱེད་ཚིག་གི་བཞི་དང་ཡུལ་དང་ག་རེ་ལབ་ཡིན་ན་དོན་དག་གཅིག་པ་རེད་པ་ཆགས་འགྲོ་གི་རེད་པ། བཞི་དེ་ལ་ཡ། བསམ་བློ་བཏང་ཡོང་དུས། བོད་ཀྱི་གསོ་བ་རིག་པ་ཁོ་རང་གི་བསམ་བློ་བཏང་སྟངས་དེ་ལ། བཞི་དེ་ལ་ཡ། ནི་ཉེས་པ་གསུམ་ཟེར་ནས།

ཀློང་ལ་མཚན་ཉིད་བདུན། མཁྲིས་པ་དང་བད་ཀན་དང་བོ་དེ་ཚོ་ལ་མཚན་ཉིད་དྲུག་དྲུག་དེ་འདྲས་བྱས་ནས་མཚན་ཉིད་ཉི་ཤུ་ཐམ་པ་ཡོང་དགོས་པ་རེད། དེ་ཙམ་དཔེ་ཆ་ཤེས་ན་ཀློང་ལ་ལྟ་བའི་སྟེང་མཚོན་པ་ཡིན་ན་ཀློང་གི་མཚན་ཉིད་རྩུབ་ཅིང་ཡང་བ་གྲངས་ཤིག་ཁྲག་ལ་བསགས་ཤིང་གཡོ་བ་ཟེར། ད་དེ་ཚོ་དེང་སང་གི་སྐད་ཆ་བྱེད་པ་ཡིན་ན Physics ཟེར་གི་འདུག་དེ་ཚོའི་ཅང་ཅང་ཆགས་བསྡད་ཡོད་རེད། དེ་བྱས་ཡོང་དུས་བྱས་ཙང། དེའི་གི་མཚན་ཉིད་ཞིབ་ཕྲ་བྱས་པ་ཡིན་ན་མཚན་ཉིད་ཉི་ཤུ་ཐམ་པ། ཨ་ནི་ནི་སྟབས་བདེ་བོ་ཅན་དུ་བསམ་ཙམ་ཡིན་ན་ཉེས་པར་སོང། དེ་ཡི་གི་དང། འགྱུར་བ་གང་དྲན་འགྲོ་འདུག་འོ་དེ་ལ་རྟགས་ཅི་བྱེད་ཡག་གི་གཞི་དེ་ཚོ་རེད་དེ་ལ་རྟགས་གཞི་ཟེར་རེད། ད་རྟགས་པའི་ཡུལ་དེ་དེ་འདྲའི་གི་གཞི་དེ། གཞི་དངོས་པོའི་གནས་ཚུལ་དེ་འགྱུར་བ་འགྲོ་ཡོད་པ་གང་དྲན་ཟེར་ནས་རྟགས་གོ་ཟེར་ན་དེ་རྟགས་པའི་ཡུལ་ཟེར། རྟགས་པའི་རྟགས་པའི་ཡུལ་ཟེར་དེ་ཡ་དེ། ད། དཔེར་ན་ནད་བག་གི་ཡ། དབང་པོ་ལྔ། དྲི་མ་ལྔ། ཨ་ནི་ནི་ནད་བག་གི། ཡུལ་ལྔ་དེ་ཚོ་ཡོད་ཚད་ལ་བལྟ་ཆོག་རེད་དཔེ་ཆ་ཅན་ནི་ནད་པའི་མིག་ལ་བལྟ་ཡག་ཡོད་རེད་ནད་པའི་ལྕེ་ལ་བལྟ་ཡག་ཡོད་རེད་ནད་པ་གི་ལུས་འཇམ་རྩུབ་ལ་བལྟ་ཡག་ཡོད་རེད་ཨ་ནི་དེ་ཡང་སྨན་པ་གི་དབང་པོ་ལྔ་གི་ཡུལ་སུ་བྱེད་པ་ཐམས་ཅད་ལ་བལྟ་ཆོག་རེད་ནད་པ་གི་དཔེ་ཆ་ཅན་ནི་ནད་པ་དེ་ཁ་དོག་ག་འདྲས་འདུག་ཨ་ནི་ནད་པ་དེ་གི་ཡང་མིག་གི་མཐོང་སྟངས་ག་འདྲས་བྱེད་ཀྱི་འདུག་སྒྲ་གི་གོ་སྟངས་ག་འདྲས་བྱེད་ཀྱི་འདུག་ཨ་ནི་དེ་ཚོ་ཆ་ཚང་བལྟ་ཆོག་རེད་དེ་བཞིན་དུ་ཡང།

མེད་པ་རྩ་ནི་མ་རེད་ཨོ་དེ་ཅན་དུ་བརྟག་པའི་ཡུལ་དེ་ཅི། བརྟག་པའི་སྒོ་ཟེར་ཏེ་ཡང་དེ། བརྟག་སྒོ་ཟེར་ཏེ་བརྟག་པ་ལ་འཇུག་པའི། ད་ཅི་བརྟག་མེད་ངེས་རྫོགས་དུས་རྒྱུན་དུ་ཡང་སྒོ་གསུམ་ཟེར་ལབ་དུས། ལུས་ངག་ཡིད་གསུམ་ལ་ཡང་སྒོ་གསུམ་ཟེར། ཨ་ནི་ལུས་ངག་ཡིད་གསུམ་ལ་བརྟེན་ནས་བརྟག་དགེ་སྡིག་གི་ལས་ག་རེ་བྱས་པ་ཡིན་ན།

དཔེ་ཆ་བྱས་ན་ངེད་ཚོ་ཇི་ལྟར་ཕྱི་རོལ་གྱིས་ཀྱི་ནང་ཟེར་ན་ངེད་ཚོ་གནས་བསགས་ཀྱི་འཁོར་ཡུག་འདི་ཚོ་གིས་ངེད་ཚོའི་བདེ་ཐང་དང་བསམ་བློ་བཏང་སྟངས་དང་དེ་ཚོ་ཡོངས་སུ་རྫོགས་པ་ན་འབྲེལ་བ་ཡོད་རེད་ཨ་ནི་དཔེ་དེ་བཞིན་དུ་ཡང་རྒན་འཁོགས་ཡིན་ན་སྤུ་གུ་ཡིན་ན་ག་རེ་ཡིན་ན་ཡང་སོ་སོ་སོ་སོ་གི་ཁམས་ཀྱི་འགྲོ་སྟངས་ཨ་ནི་སྤྱི་ཚོགས་ཀྱི་འགྲོ་སྟངས་འོ་དེ་ཚོ་ཆ་ཚང་ལ་འབྲེལ་བ་ཡོད་དེ་གཉིས་ཀྱི་འབྲེལ་བ་དེ་ཡིན་དུས་བྱས་ཙང་ཁོ་རང་གི་གནས་བསགས་ཀྱི་ཡུལ་ག་འདྲའི་དེ་ལ་རྒྱུན་དུ་འཚོ་བ་བྱས་ཡ་ག་འདྲའི་སྲིད་གནས་བསགས་ཀྱི་ཡུལ་རྒྱུན་ལྡན་གྱི་འཚོ་བ་སྐྱེལ་ས་ཀྱི་ཡུལ་ག་འདྲི་འདྲི་ཚ་བ་ཆེན་པོ་ཡོད་ས་ནས་རྒྱུན་རིང་པོ་བསྡད་ཀྱི་ཡོད་རེད་བས། ཡང་མིན་ན་ཤིང་ནགས་མེད་ས་ཨ་ནི། དེ་ཀློང་དང་དེ་འདྲའི་གྲང་མོ་ཡོད་ས་ལ་རྒྱུན་རིང་པོ་བསྡད་ཀྱི་ཡོད་རེད་བས། ཨ་ནི་དེ་བཞིན་དུ་ཡང་རྒྱུན་དུ་ཁོ་རང་གི་ཁ་ལ་འཚོ་བ་སྐྱོལ་སྟངས་འདྲ་པོ་དེ་དེང་སང་སྐད་ཆ་མ་ཚོར་ན་ཡང་ནང་དུ་བས་རྒྱུ་རེད་བས་བས་རྒྱུ་དྲན་རེད་བས། རེད་བ། འོ་དེ་འདྲའི་སྐྱེས་ནས་གཅིག་འཚོ་བ་སྐྱོལ་སྟངས་དེ་ཚོ་ནི་སྐྱེས་ནས་བསམ་བློ་བཏང་བཏགས་ཅིག་བྱེད་ཀྱི་རེད། འོ་དེ་རྗེས་ཡིན་དུས་བཏགས་པའི་སྒོ་ཟེར་ན།

ད་རྩ་ལ་བཏགས་ནས་ཡ་ཧ་གོ་ཡ་དེ་རིག་པའི་གི་གྲས་གཅིག་རེད་དེ་མིན་པ་ཡིན་ན་ལུས་ལ་ཡ་ཚ་ཚ་དྲོད་ག་ཚད་འདུག་སྤྲང་པོ་དེ་ཚོ་སྨིན་འདུག་མི་འདུག་འཁྲག་པོ་ཆགས་འདུག་ཡ་སྤྲང་པོ་ཨ་ནི་གཟུགས་པོ་ལ་ཡ་འཇམ་པོ་རེད་འདུག་རྩུབ་པོ་རེད་འདུག་འོ་དེ་ཚོ་ཆ་ཚང་རིག་པ་ཀུན་བརྟག་དཔྱད་བྱེད་ཡོད་ལྷག་པར་དུ་ད་བརྡ་སྦྱོར་འཕྲིན་པ་རྩ་ཟེར་ན་རྩ་ལ་བརྟག་དཔྱད་བྱེད་ཡ་ད་ལྟེང་དུ་དེ་ཡིན་དགོས་རེད་བ། ཨ་ནི་ད་མེད་ཀི་ལྟ་བ་དེ་སྐྱེས་དང་ཆོས་ལ་བལྟ་ཡ་ད།

སྲོལ་རྒྱུན་གྱི་རིག་པ་དེ་ཚོ་ལ་མང་པོ་འདུག་ཨ་ནི་ལྷག་པར་དུ་ངེད་ཚོ་ལ་རྒྱུས་ཡོད་དེ་ཨ་ཡོ་བེ་དིག་ཟེར་དེ་ཡ་ཚོ་འགྲོ་བ་ཨ་ནི་རྒྱ་ནག་གི་ཡ་སྨན་ཅོ་ད་ཅིག་ཟེར་དེ་ཡ་དེ་ཚོའི་ནང་ནས་བསམ་བློ་བཏང་ཡོད་དུས་ལྷག་པར་དུ་ཡ་ཚེ་ཡི་རིག་ད་རྒྱ་གར་གྱི་ཨ་ཡོ་བེ་དིག་ལ་ཆ་བཞག་པ་ཡིན་ན་རྩ་དེ་ཆུ་ལ་བཏགས་ཐབས་རྩ་བ་ཉིད་ནས་གསུང་གི་ཡོད་མ་རེད་ད། ཚེ་ཡི་རིག་བྱེད་ཀྱི་གསུང་སྟངས་འདྲ་པོ་དེ་ཚོ་ཨ་ནི་གོ་མང་ཆེ་ད་སློང་བ་ཇོ་ཚེ་ཉིད་ད་དེ་ཚོ་ལ་བཏགས་ཡོད་དུས།

མུན་པ་མེད་པ་དང་ཨ་ནི་ཡུལ་དེ་ཚོ་བས་གསལ་པོ་ཡོད་པ་དང་མེ་ལོང་ཁོ་རང་མ་ཆགས་པ་དང་གཅིག་བསལ་དེ་ཡང་ཆ་རྐྱེན་མང་པོ་དགོས་ཀྱི་ཡོད་རེད་ད་གང་ལྟར་དེ་འདྲས་ཀྱི་ཆ་རྐྱེན་སྤུས་དག་ཅིག་ཡོད་པ་ཡིན་ན། མེ་ལོང་གི་ནང་ལོགས་ནི་ད་ཤར་ཡག་གི་གཟུགས་བརྙན་དེ་ཚོ་གསལ་པོ་ཅིག་ནས་ཤར་ཡོང་གི་རེད་པ་ཕ་ཅོ་ཤར་ཡག་དེ་ཡང་མེ་ལོང་ངོས་ལ་ཤར་ཡག་གི་གཟུགས་བརྙན་ངོ་མ་དེ

ནད་པ་དེས་སྨན་པ་རྩ་ནས་འགྲོ་དགོས་ཡོད་ཚ་ད་རྒྱུན་དུ་ད་ངས་ཨ་རག་གཏོང་གི་ཡོད་ད་ད་ད་གུང་ཨ་རག་གཏོང་གི་མིན་ཟེར་ནས་ཨུ་ཚུགས་རྒྱག་པ་ཡིན་ན། ཡང་དེ་ཡང་ཁོ་མི་འགྲིག་པ་རེད་པ་ད་རྒྱུན་དེ་ཁོ་རང་ག་འདྲས་བྱེད་ཀྱི་ཡོད་ན། འོ་དེ་དེ་ན་ཅི་བྱེད་དགོས་ཡ། འོ་དེ་འདོ་རེད་ཨ་ནི་དེ་ལ་ཡང་སྔོན་འགྲོ་ཟེར་ནས་ད་དེ་ནད་པ་དེ་གི་ཟ་ཟོས་བྱེད་དགོས་ཡ་དེ་རེད། དེ་ནས་ལྟ་བའི་དུས་ཟེར། ལྟ་ཡག་གི་དུས་ཚོད་ཟེར་དེ་ཡ་དེ། བྱེད་སྟངས་དུས་ཚོད་དེ་ཡང། ང་ཚོ་གཉིས་ཡོང་ཆོག་གི་རེད་པ། བྱེད་སྟངས་མེད་ཀོ།

དེ་ཡི་གེ་སྐྱིན་པ་དེས་ན་བློ་ཡུལ་དུ་ཁ་དོག་དེ་གི་ཡང་སྐྱིན་པ་དེའི་ཁ་དོག་དེ་རྗེན་པར་མཐོང་ཐུབ་ཀྱི་ཡོད་མ་རེད། དེ་སྐྱིན་ཡོད་དུས་ཅི་ཚ་ཁ་དོག་མི་འདྲེས་པ་ཅིག་ཤེལ་སྒོའི་རྫོང་འདྲ་བོ་ཡང་མིན་ན་དཀར་པོ་དཀར་རྐྱང་གི་རྫོང་འདྲ་བོ། དེ་འདྲའི་དེ་འདྲའི་གི་སྣུབས་ནང་བལྟ་དགོས་རེད་ཟེར། དེ་ཤེལ་གྱི་དོག་པས་ན་དིང་སང་ལྟ་བུའི་སྐྱིན་ལ་མཚོན་པ་ཡིན་ན་ཡང། ཨ་ད་དེ་ལྟར་སྔོན་མ་ནས་ཀླད་པ་རྙིང་པའི་སྐད་ཆ་ཡིན་དིང་སང་དང་ག་རེ་གྱོང་ན་འདྲེས་རེད་བསམ་ས་རེད་དེ་འདྲས་མ་རེད་དཔེ་ཆ་ཅིག་ན་ལུད་པ་བཏགས་ས་དང་སྐྱིན་པ་བཏགས་ས་དེ་ཚོ་དིང་སང་ཁོ་རང་དམིགས་བསལ་གྱི་གནོད་སྐྱོན་ཡོད་རེད།

རྟགས་ཡག་ཡོད་རེད་ཟེར་ཡག་ཟེར་འདྲ་པོ་དང། ད་སྐྱེ་སྟངས་མའི་བློ་དང་ལྡན་པ་ཟེར་དེ་ཡང་ནམ་དུས་རྒྱུན་དུ་པའི་སྐྱེ་སྟངས་བཞིན་དུ་ཡོད་དེ་ནི་དེ་གི་རྒྱུ་མཚན་མཚན་ཉིད་དེ་ཚོ་ལ་ཡ། ཀྱེ། དོགས་པ་རྣམ་རྟོག་འདྲ་བོ་མང་པོ་ཅིག་ཟ་ཡག་ཡོད་རེད་བ། དེ་ལ་རྟོགས་པ་ཟེར་གྱི་རེད། དཔེ་ཆ་བྱས་ན། དངོས་གནས་སྐྱེ་བ་ཕྱི་མ་ཟེར་དེ་ཡ་དེ་གར་སྐྱེས་ནས་ཡོད་རེད་གང་འདྲས་སྐྱེས་ནས་ཡོད་རེད། ཡོད་པའི་རྒྱུ་མཚན་འདྲ་བོ་ག་རེ་འདུག་ས་དེ་འདྲའི་བསམ་བློ་བཏང་དེ་ཡར་དཔེ་ཆ་བྱས་ན་ཟེར་གྱི་རེད་ད།

དེའི་དགེ་རྫོང་འདྲ་པོ་དེ་ཚོ་ཆ་ཚང་ཁོ་རང་ནང་ལ་ད་ལུས་གཟུགས་པོ་ཆ་ཚང་ལ་ཡ་གཅིན་པ་དེ་སྐོར་ར་རྒྱབ་ནས་ཡོང་བ་སོང་ཙང་ཨ་ནི་ཁྱེད་རང་ལྟ་ཞེན་མཁན་གཅིག་གིས་བལྟས་པ་ཡིན་ན་ཨ་ནི་གཅིན་པ་དེ་ནི་མཐོང་གི་རེད་ཟེར། འོ་དེ་དེ་གནད་འགག་ཆེན་པོ་རྒྱག་རེད་ད་གྱུར་ཚུལ་ཟེར་དེ་ཡ་དེ། ད་དངོས་གནས་བྱས་ན་ཧྥི་ཟོ་ཡ་ལོ་དགེ་རྫོང་འདྲ་པོ་རེད། ད་དེ་ནི་ད་ཁྱེད་ཚང་སྨན་པ་གིས་གཅིན་པ་ལ་བརྟག་དུས

ཅེས་བྱའི་སྐྱ་རེངས་མ་གཏོགས་རིག་པའི་གཞུང་ལུགས་འདྲ་བོ་གལ་ཡོད་མ་རེད་འདྲ་བོ་བསམ་བསམ་ཉེས་མང་པོ་ཡོད་རེད། དེ་ཁ་ཡོད་མ་རེད། ཨོ་དེ་ཡིན་དུས་དུས་ཚོད་ཚད་དེ་དེ་ད་ངེད་ཚོ་དུས་ཚོད་མང་པོ་མི་འདུག་དུས་ཚོད་ཚད་དེ་ཁོ་གནད་འགག་འདྲ་པོ་གཅིག་ཨོ་ད་མི་འདུག་ཡ། དེ་ནི་དེ་ནི་ཐ་མལ་གྱི་ཆོས་ཟེར་གི་བ། ཐ་མལ་གྱི་ཆོས་ཟེར་དེ་ཡ་དེ་ནོར་མོར་ཟེར་དེ་ཡ་འདྲ་པོ་དེ་རེད་ད་ནོར་མོར་དང་ཐ་མལ་པ་ཟེར་དེ་ཚེག་གཅིག་པ་རེད། ནོར་མོ་ཟ་འདོད་དེང་སང། ནོར་མོ་ཟེར་དུས་ད་ཁོ་ན་གཡོ་མར་ཚ་གཡོ་མར་འགྱུར་བ་འགྲོ་གཡོ་མ་རེད། ད། འོ་དེ། དེ་ལ་ཡང། ཐ་མལ་པ་ཐ་མལ་ལབ་གི་རེད། སྤྱི་བཏང་ཐ་མལ་པ་དང་འཕགས་པ། ཐ་མལ་པ་དང་ལམ་ལ་ཞུགས་པ་ཟེར་ལབ་པ་ཡིན་ན་ངས་ཚོས་ཁྱེད་རང་ཚོ་ཧྥོ་ལོ་སོ་ཕིའི་སྐད་ཆ་བཤད་པ་ཡིན་ན་དེ་ནི་ཧ་གོ་འགྲོ་གི་རེད་བ། ཐ་མལ་པ་ཟེར་དུས་ད། སྐབས་སུ་བབ་པ་འདི་ལ་ཡང་རྣམ་པར་མ་འགྱུར་བ་འགྱུར་བ་མ་འགྲོ་བ།

ཨ་ནི་དྲང་མོ་ཆབ་ཡིག་གི་བརྒྱུད་རིམ་གྱི་ནང་ལོགས་ལ་ཡང་ཁོ་རིགས་ཅག་འདི་དྲང་མོ་ཆབ་པ་བཞིན་དུ་མདོག་ཡང་འགྱུར་འགྲོ་གི་ཡོད་རེད། མདོག་འགྱུར་སྟངས་འདྲ་པོ་དེ་དཀྱིལ་ནི་ཕར་འགྱུར་གྱི་འདུག་གས་མཐའ་ནི་ཚུར་འགྱུར་འགྲོ་གི་འདུག་གས་ཇི་ལྟར་ཁོ། དེ་ཚོ་ཆ་ཚང་གི་ཡང་ནི་དེ་ལྟ་བལྟ་ཐུབ་གི་རེད། དེ་ཉིན་དུས་བྱས་ཙང་དཔེར་ན་ཚེ་འདིའི་དུས་སུ་མདོག་ནང་དྲི་མེ་ཏོག་ཟེར་བཞིན་ཚ་བོ་ཚ་བོ་གི་དུས་ལ་ཡང་མདོག་ལ་མ་བརྟགས་ཡོང་དུས་ཨ་ནི་མདོག་ཆུ་ནང་བཞིན། རླུང་གི་ཚུལ་ནི་ཆུ་འདྲ་ཟེར། ཨ་ནི་དྲུག་དྲུག་བཏང་ཡོད་དེ་འབུལ་བ་དེ་ཚོ་ཆེན་པོ་དེ་འདྲ་ཡོད་པ་ཡིན། འོ་ད། ཁོ་ན་ཡག་ན་ཚ་དེ་ཁོ་མགོ་ན་དེ་ཡོད་པ་ཡིན་ན་འདྲ་རྐང་པ་ན་དེ་ཡོད་ན་འདྲ་པི་མོ་ན་དེ་ཡོད་པ་ཡིན་ན་འདྲ་ད་དེ་ན་ཡག་གི་རྒྱུ་དེ་ནི་གི་རྒྱུ་དེ་ད་རླུང་གི་ནི་རེད་འདུག་བསམ་པ་འདྲ་པོ་གྱིས་འོ་དེ་འདྲ་ངོ་བསམ་ཁྱོད་ཀྱི་རེད། ད་དེ་ནི་མ། ཀྱེ་ཚང་ཚེ་འདིའི་དུས་སུ་མདོག་བླང་བྲལ་མེད་དོ་ད། དེ་ནི་གྲངས་ནི་ལྡོག་དུས་ལྡོག་ཚུལ་ལོག་འགྱེལ་ཟེར་དེ་ཡ། དང་བཅས་ཙམ་མ། རིམ་པས་ཚ་བོ་ནི་མར་གྲང་མོར་འགྱུར་འགྲོ་དུས་གང་འཕྲིས་སུ་འགྱུར་བར་འགྲོ་གི་འདུག། འགྲོ་བ་མཐའ་ནི་ཚུར་འགྱུར་བར་འགྲོ་གི་འདུག་དཀྱིལ་ནི་ཕར་འགྱུར་བར་འགྲོ་གི་འདུག་ཨ་ནི། མགྱོགས་པོ་འགྱུར་འགྱུར་བར་འགྲོ་བཞག་གི་འདུག་དཔེར་ན་གྲང་མོ་ཚ་བོ། ཚ་མོ་ཚ་བོ་དང་བར་གྲང་མོ་ལ་འགྱུར་འགྲོ་གི་འདུག་ཡང་མ་ནི། ཚ་བོ་དང་གྲང་མོ་ལ་འགྱུར་ཡ་ལ་དུས་ཚོད་གང་ལ་གང་འཚམ་ཞིག་འགོར་གི་འདུག་ད་དེ་མཚམས་འདྲ་པོ་ཅིག་ཡིན་ན་ཀོ། གཅིག་གིས། གར་ཟེར། ཨ་ལམ་འདྲ་བོ་འདྲེས་ཀྱང་ཡག་ཡིན་ན་ཡག་མིན་ན་གོ་ཆོད་ཚུལ་འདྲ་བོ་བཏགས་དེ་ན་ད་དུང་ཡག་པོ་ཡོང་གི་རེད་ངོ་མ་ཡིན་ན་ཅིག་དབུགས་འགྲངས་ཡག་འདྲ་བོ་བཏགས་དེ་ནས་ཅིག་གྲངས་ཀ་རྒྱག་ཡག་འདྲ་བོ་བཏགས་དེ་ཚོ་གི་སྟེང་ནས་བརྟག་དཔྱད་བྱེད་ཐུབ་ཀྱི་རེད། ཨ་ནེ་དེ་འགྱུར་བ་འགྲོ་ཚར་དུས་ཡང་སྔོན་མ་དམར་བོ་ཡོད་པ་ལ་ཚ་བོ་དུས་ལ་གང་ལ་གང་འཚམ་གྱི་དམར་བོ་དང་སེར་བོ་འདྲ་བོ་ཡོད་དེ་ནས་ད་ཡང་ཁྱོད་ནང་གི་རིགས་འགྲོ་གི་འདུག་ཡ་མིན་ན་སྔོན་མ་གྲངས་ཅུང་འགྲོ་ཁྱོད་ནང་གི་ཡོད་ཉིད་ལ་ཡང་གྲངས་མ་འགྱུར་བ་འགྲོ་ནི

ད་ཤི་ཡག་གི་མཚམས་ལ་སླེབས་དེ་ནས་དེ་འདྲའི་ལས་ཀ་ད་མཆིས་ཆུ་ཚད་ཡོང་གི་ཡོད་རེད་བ། མཆིས་ཆུ་དེ་ལ་ཡང་དང་ཅིག་ཤོད་པ་ནང་བཞིན་ཨ་ནེ། ལྡོག་ཚུལ་དང་ལོག་འགྱེལ་དུ་ཡོད་ཚུལ་ལ་ད་ཡང་ཡོད་རེད། ལྷག་པར་དུ་ཡང། སྨན་པ་དེ་གས་ཐོག་མིག་གི་ད་ནད་པ་དེ་ལ་སྨན་སྦྱོར་བྱེད་པའི་བརྒྱུད་རིམ་ནང་ལོག་ནས་ཨ་ནེ་ཅན་པ་ལ་འགྱུར་བ་འགྲོ་གི་ཡོད་དམ་མེད་ད་དེ་ཚོ་ལ་བརྟེན་ནས་ཡང་མཆིས་ཆུ་ད་ཡག་ད་མཆིས་ཆུ། གནས་ཚུལ་མང་པོ་ཡོད་རེད་དྲི་མ་ལ་བལྟ་ཡག་ཡོད་རེད་བླངས་པ་ལ་བལྟ་ཡག་ཡོད་རེད་བསྐུལ་ཡག་ལ་བལྟ་ཡག་ཡོད་རེད་འཆི་བའི་སྐྱོན་དེ་ནས་གདོང་ཆུ་ཟེར་དེ་ད་གདོང་ནི་ད་གདོང་ཟེར་དེ་ཡག་སྦྱོར་བ་ང་ཚོ་དུས་རྒྱུན་དུ་ཡག་ནི་སྐྱེ་ཡག་གི་རྒྱུ་དེ་ལ་ཟས་སྤྱོད་ལམ་སྨན་གར་ཟས་དུས་གདོང་ཟས་སྤྱོད་ལམ་ཟེར་ནི་སྐྱེ་ཡག་གི་རྐྱེན་གཞི་ཞིག་གདོང་ཟེར་དེ་ཡག་ད་ང་ཚོ། མཐའ་སྙེག་གི་ནང་ལོགས་ལ་གདོང་ཟ་སྟེང་གདོང་ཟ་དང་རྒྱུ་སྐར་ཟ་ནི་སྟག་གདོང་གི་རིགས་མང་པོ་ཞིབ་པོ་ཆེ་ཞིག་གསུང་དགོས་ཀྱི་བཤད་ཀྱི་ཡོད་རེད་བ། ད་དེ་བོད་པ་གཅིག་པོ་མ་རེད་རྒྱ་གར་ནང་ལོགས་ལ་ཁྱེད་རང་བསམ་བློ་བཏང་སྟེ་ད། གོམ་པ་རྒྱ་ཚིག་ལ་གདོང་ཆགས་ཡོད་རེད། ཁྱེད་རང་ག་བར་འགྲོ་ན་ག་རེ་ཟ་ན་གཟབ་གཟབ་བྱེད་དགོས་ད་དེ་མའི་ཞོགས་ཀ་དེ་བ་ཡང་འཇོ་སྡེ་ཞིག་གི་ཁོ་ཚོ་དེ་འདྲའི་ལྟད་མོ་ནང་ལོགས་ལབ་བསྡད་ཀྱི་འདུག་ད་ཁོ་ཚོ་ལ་ཡང་ད་ཉུག་ཉུག་ཉུག་ཉུག་མ་གཏོགས་ལབ་མི་འདུག་དངོས་གཞི་སྟེང་དུ་གདོང་གདོང་གི་རིགས་མང་པོ་ཞིབ་པོ་ཆེ་ཡོད་རེད།

ད་ལྟ་ཚད་འདི་འགྱུར་བ་འགྲོ་གི་ཡོད་རེད་མ་གཏོགས་གདོང་གི་སྐད་ཆ་དེ་གདོང་ཟས་དེ་ཡག་དེ། ད་ངེད་ཚོ་ཕ་ད་གདོང་ཟས་དེ་ཡག་གི་ཚེག་དེ་པའི་ཁ་གདངས་པའི་དཀྲིས་པའི་ཞེ་སྣང་ཚ་བོ་ར་བོ་ཅིག་དེ་འདྲས་ཅིག་སྣང་བ་འཁོར་འདེགས་རེད་མ་གཏོགས་གཞན་སེམས་ཁམས་ཀྱི་གནས་ཚུལ་རེད་པ། ད་དེ་ཡིན་དུས་ད་ལྟ་དཔེ་ཆ་བྱས་ན། སེམས་ཁམས། Psychology ནི་ཅི་ཟེར་གི་དང Psychology། སའི་ཀོ་ལོ་ཇི་སི་ཙི་ཡོད་རེད་ད་སའི་ཀོ་ལོ་ཇི་ཡོད་རེད་དོ་ད་དོག་དོག་འདྲ་པོ་དེ་སའི་སེམས་ཁམས་རིག་པ་ལ་རྒྱང་བསྟེན་ཆོག་གི་སྨན་པ་ཡོད་རེད་སའི་ཀོ་ལོ་ཇི་སི་ཙི་ཡོད་རེད་སའི་ཁ་ཡི་ཀྲིག་ཡོད་རེད་སྙོམས་པ་ཆགས་དེ་གཉིས་སྨ་རམ་འགྲོ་དེ་ད་དེ་བྱེད་ན་ད་ཏན་གྱི་སྒྲིབ་བྲལ་ཆུན་ཆགས་དེ་གཉིས་དེ་དེང་སང་དོན་ཡོད་མ་རེད་ནི་གཅིག་ལབ་གི་དོག་དེང་སང་དོན་དེ་ལས་མང་ཡོད་རེད།

དེ་ནི་གདོང་ངོ་བཟུང་ཨ་ནི་གདོང་ངོ་བཟུང་བ་ནི་ངོས་འཛིན་བོང་དང་མདོག་དང་སྤྲས་པ་སོགས་བཟུང་བ་ནས་ཀྱང་ཁོ་ཡུལ་ལུགས་དང་འཚམས་པའི་དེ་ནི་གདོང་གི་སྐྱོ་ཐབས་ཀྱིས་སོང་ཡོད་རེད་མ་དེ་སྐྱེ་འགྲོ་དེ་ཁོ་སེམས་ཀྱི་འདོད་པ་དེ་གང་ཡོང་དུས་ཨ་ནི་ཁོ་རང་གི་ནད་གཞི་ལ་ཕན་འདུག་ཡོད་དེ་ཡིན་དུས་གདོང་སྐྱོ་ཐབས་ག་ཟེར་ན་འོ་འོ་དེ་འདྲས་རེད་ཀྱང་ད་སྤྱིར་བཏང་འོ་དེ་འདྲས་ཀྱི་ཐབས་ཤེས་ཡོད་རེད་ད་ངེད་ཚོ་དཔེ་སློབ་སྦྱོང་བྱེད་ཉེ་ཡིན་ན་དུས་ཚོད་མང་པོ་བཏང་དགོས་ཡ་ད་དེ་ནི་དེ་འདྲས་མང་པོ་ཡོད་རེད།

ངེད་ཚོ་དེ་སར་བསྡད་ན་ལ་ཡོད་པ་ན་གྱིན་ཆུ་གི་འགྲོ་སྟངས་འདྲ་པོ་དེ་དེ་འདྲས་རེད་ད། ད་རྩ་ལ་བརྟེན་རྩ་ལ་བརྟག་ནས་ནད་ངོ་བཟུང་ཡག་དེར། རིག་པ་རྩ་ལ་བརྟག་པ་ཟེར་ཟེར་གི་འདུག་ཁོ་ལག་པ་འཆང། རེག་ཟེར་གྱི་འདུག་ལག་པས་ལག་པ་འཆང་ནས་ཨ་ནི་རྩ་གི་འཕར་སྟངས་འདྲ་པོ་དེ་ག་རེ་བྱེད་ཀྱི་འདུག་འཕར་སྟངས་གཅིག་པོ་མ་རེད་ད། བརྟག་ས་མང་པོ་བྱས། འོ་དེ་དེ། དེ་ལ་བརྟེན་ནས་དེ་ནི་ནད་ཀྱི་མཚན་ཉིད་དེ་ཚོ་འགྱུར་བ་ག་ནས་འགྲོ་ཡོད་མིན། ནད་ག་རེ་ཡིན་མིན། ཨོ་བརྟག་དཔྱད་བྱེད་ཡ་དེ་ལ་རིག་པ་རྩ་ལ་བཏགས་པ་ཟེར་གི་འདུག་བ། དེ་ལ་དམ་ཅན་ཆོས་པ་རྣམས་ཀྱིས་ཨ་ནི་སྔོན་འགྲོ་ཟེར་ཏེ་ཡ་དེ་ཡང་དེ་ལ་སྔོན་འགྲོ་ཟ་ཉིན་རབ་བཏགས་ཡ་ཡིན་ན། ད་རྩ་དེ་ཐ་མལ་དུ་གནས་གོ་དོན་དག་དམ་ཅན་ཆོས་པ་རྣམས་ཀྱིས

ཡིན་ན་ཡང་སོ་སོ་བསྡད་ས་ལ་ཡང་རྟ་མ་ཉི་མ་མ་བརྒྱབ་པ་དེའི་དུས་ཚོད་སྟ་གོན་རེད་འདྲ་བོ་སོང་དགོས་རེད། དེ་བྱས་དུས་དཔེ་ཆ་བྱས་ན་རྟ་བོད་ཀྱི་ཟོག་འདྲ་བོ་ཆགས་བྱས་པ་ཡིན་ན་རི་རྩེ་ནས་ཉི་མ་ཤར་དུས། ཀོ། རི་རྩེ་ལ་ཉི་མ་ཕོག་འདུག་ཁོ་རང་བསྡད་ས་ལ་ཉི་མ་ཤར་མི་འདུག་ཟེར་དེ་ཡང་དེ་འདྲས་ཡོང་གི་རེད། རྟ་འདེད་ལ་ཡིན་ན་རྒྱ་སྟེང་ནས་ཉི་མ་ཉི་མ་ས་འོག་ནས་ཡང་ཤར་ཡོང་གི་མི་འདུག་ཨེ། ཁྱེད་ཚོ་ཉི་མ་ག་ནས་ཤར་གི་འདུག།

མཚན་མོ་གི་གནས་སྐབས་ལ་འབྱུང་བ་གི་འགྲོ་སྟངས་སྐྱེ་ཡོད་རེད་ཉིན་མོའི་གནས་སྐབས་ཀྱི་འབྱུང་བའི་འགྲོ་སྟངས་སྐྱེ་ཡོད་རེད་ད་དེ་གཉིས་ཡང་བར་ས་ལ་འདྲ་བ་ནུས་ཁྲོལ་གྱི་ཚུལ་འདྲ་བོ་དེ་ལས་ནི་ཐོ་རངས་ཉི་མ་མ་ཤར་ཟིག་གཉིས་ལ་རེད་ཟེར་གི་འདུག་ཨང་དེ་དུས་ལྟ་དགོས་ཀྱི་རེད། དེ་ཕྱོགས་གཅིག་ནས་ཕྱི་ལོགས་ནས་བལྟས་ན་དེ་རེད་ཕྱོགས་གཞན་པ་གཅིག་ནས་ཡང། བླ་རྩ་འཁྱམས་པོ་འདུལ་བའི་ཚེ་ཉི་ཤར་ཐུན་ཅིག་དགོས་རུ་བཏགས་ཟེར་ན་མི་འདུག་རྩ་རྩ་ཡག་དེ་སྙིང་འཕར་ཡག་དེ་ལ་བཏགས་ཡོད་རེད་རྐང་ར་དེ་གཙོ་བོ་ར་བོ་དེ། དེ། དེ་གས་བཏགས་ཡོང་དུས་སྙིང། ཚེ་ཟད་དེ་ཡང་སྦྱོར་བ་ཚེ་ནི་སྲོག་ཉིད་དྲུག་དང་ནི་རྣམ་ཤེས་སྟེ་འགའ་ཡིན་པ་སྲོག་དང་དྲུག་དང་རྣམ་ཤེས་གསུམ་པོ་དེ་ཡང་ཁ་མ་བྲིས་པ་གཅིག་ནི་ཚོགས་སེམས་དེ་ཉིད་སྦྱོར་བ། དེ་འདྲའི་སེམས་དེ་ཉིད་དེ་ལ་ཡང་སྐོར་རྒྱུ་ཅན་མང་པོ་ཡོད་རེད་དེ་ན་ནི་གལ་ཆེ་ཤོས་ཅིག་ངེད་ཚོ་བརླག་ཚེ་དེ་བརླག་ལབ་ཀྱི་རེད་རྒྱ་གར་གྱི་སྦར་ལབ་ཀྱི་རེད། ནི་ཡང་མདངས་ཡང་ལབ་ཀྱི་རེད། འོ་དེས་བླ་རྩ་འཁྱམས་པོ་འདུལ་བའི་ཕྱིར་ཟེར་ནས་ད་དེ་བླ་དེ་སྤྱི་བཏང་ཁོ་རང་དང་གཙོ་བོ་བྱེ་བ་སྙིང་ལ་གནས་ཀྱི་ཡོད་རེད་དེ། ཡིན་ནའི་ཆ་ཤས་འདྲ་པོ་དེ་ལུས་ཀྱི་ཆ་ཤས་ག་ས་གར་འགྲོ་བསྡད་ཡོད་རེད། བྱས་ཙང་དེ་གནད་འགག་འདྲ་པོ་དེ་ཕྱི་ནང་གི་ཆ་རྐྱེན་གྱི་དང་སྙིང་ལ་གནས་པའི་དུས་ཚོད་གལ་ཆེ་ཤོས་དེ་རེད་ཟེར་དུས་བལྟས་པ་ཡིན་ན་ནི་ཅིག་ལྟ་གནས་ཚུལ་མང་པོ་ཞིག་ཡོད་རེད་འོ་དེ་ཚོ་བྱས་ཙང་ཧ་གོ་ཐུབ་ཀྱི་རེད། དེ་རེད། བསྟར་དུས་ཟད་ཀྱང་གལ་ཆེན་པོ་ཆགས་ཡོད་རེད་ད་ཅིག་གློ་བུར་དུ་མེད་ད་དེ་འདྲའི་སྐད་ཆ་མེད་པ་ཅིག་ནི་གློ་བུར་དུ་རྩ་བརྟག་དགོས་ཡ་དེ་འདྲ་ཡོང་གི་རེད་བ། ཚེ་ན་གང་བརྟག་དགོས་ཉི་མས་གང་བརྟག་དགོས་ཡ་བཟོ་འདོད་པ་ད་ཡིན་ནས་འཕྲིན་པོ་འཕྲིན་པོ་བཏགས་ས་ཡོད་རེད་ད་ཡིན་གོ་དམ་དམ་ཀྲུག་ཀྲུག་འགྲོ་རྒྱུ་ལྷག་པར་དུ་ཡ་ལྐོག་གྱུར་གྱི་གནས་མང་པོ་ཅིག་རྩ་ལ་བརྟེན་ནས་གཏོང་ཐུབ་ཀྱི་ཡོད་རེད། ང་སྐྱེས་ཙང།

ག་ས་ག་ལ་བལྟ་ཡག་གི་དེ་འདྲའི་ལོ་རྒྱུས་བྱུང་འདུག་གོ་ཉམས་མྱོང་ས་གི་ས་གི་ས་གི་བལྟ་ཡོང་དུས་ད་ལག་པ་ལ་བལྟ་དགོས་ཡག་དེ། མཚམས་ཆུ་འདྲ་པོ་ཆེ་ཚོར་འཇོག་ས་རེད་ད་ཁོ་རང་ལོ་རྒྱུས་ལ་བལྟས་པ་ཡིན་ན་སྐད་ལ་བལྟས་པ་དང་རྐང་པ་ལ་བལྟས་པ་དང་ད་དེ་འདྲའི་མང་པོ་ཡོང་རེད། བལྟ་ས་དེ་གང་ལྟ་མིའི་ལུས་ལ་ཡག་ཁྲག་འགྲོ་ཡག་རླུང་ཁྲག་རྒྱུ་བའི་བུ་ག་དེ་ལ་རྩ་ལབ་གི་ཡོད་རེད་པ་དེ་ལ་ཡག་རེད་ཨ་ནི་ཁྲག་འགྲོ་བའི་འགྲོ་ས་གི་རྒྱུ་ལམ་དང་རླུང་འགྲོ་ས་གི་རྒྱུ་ལམ་ད་མདོ་ནས་བཤད་པ་ཡིན་ན

སུ་ངེད་ལ་ལྟ་སྐོར་བཙལ་བུ་མོ་ཡིན་ན་སུ་ངེད་ལ་ལྟ་སྐོར་བུ་ཡིན་ན་སུ་ངེད་ལ་ལྟ་སྐོར་བཙལ་དེ་ཡང་དེ་ཚོ་རེད། ད་དེ་ན་ཅི་འདི་ཐ་མི་པའི་རྩ། ད་འདི་ལ་བ་ན་ཅི་རེད་ཐ་མི་པའི་ནོར་མོ་རེན་གྱི་རྩ་ག་ད་རྩ་ལ་བརྟེན་ནས་ཡང་ནི་ངོ་བཟོང་གོ་ཡོད་ན་ནི་འགྱུར་བ་མ་འགྲོ་བའི་གནས་སྐབས་རྩ་ག་འདྲ་ཡོད་དེ་ཧ་གོ་དགོས་པ་དེ་གཏན་ལ་ཕབ་གི་རེད། དེ་ནི་དུས་རྩ་ཟེར་ནས་དུས་ཀྱི་རྩ། ད་ངེད་ཚོ་དཔེར་ན་ཕྱི་ལོགས་ལ་ངེད་ཚོ་བདེ་གསག་གི་ས་ཆ་འདི་ལ་གནས་ནས་བལྟ་ཡོང་དུས་བསྡད་ཡོང་དུས།

འགྱུར་བ་འགྲོ་གི་འདུག་ད་ལྟའི་ལྷག་གི་བྱེད་འཇོག་དང་ལུག་གི་བྱེད་འཇོག་གང་མང་ཁོ་རང་རང་བཞིན་གྱིས་འགྱུར་བ་འགྲོ་གི་ཡོད་རེད། ཕྱི་ལ་འགྱུར་བ་འགྲོ་བ་ནང་བཞིན་ང་ཚོའི་ནང་གི་ལུས་ཀྱི་རྩ་ཁམས་སུ་ཡང་འགྱུར་བ་འགྲོ་གི་ཡོད་རེད་ད་འཇིག་སླ་བ་ནས་ཀྱི་རེད། དེ་ཡིན་དུས་བྱས་ཙང་དབྱར་ཁ་ལ་རྩ་ག་འདྲ་ཡོད་རེད། དགུན་ཁ་ལ་རྩ་ག་འདྲ་ཡོད་རེད་དཔྱིད་ཁ་ལ་རྩ་ག་འདྲ་དེ་ཚོ་ངོ་ཤེས་དེ་ལ་དུས་རྩ་ཟེར་གི་རེད། དེ་མ་ཤེས་པ་ཡིན་ན་རེད་བ། དུས་རྩ་མ་ཤེས་པ་ཨ་ནི་ད་རྩ་བཏང་སྟེ་རྩ་གཅིག་འཕར་གྱི་འདུག་གཉིས་འཕར་གྱི་འདུག་ཟེར་ན། གཅིག་ལབ་བསྡད་པ་ཡིན་ན། དབྱར་ཁ་དང་དགུན་ཁ་གཉིས་ཀྱི་རྩ་གི་བྱེད་པ་དབྱེ་བ་མ་སྐྱེས་པ་ཡིན་ན། ན་ཚ་ངོས་བཟུང་ཐུག་མ་རེད། དེ་ལ་དུས་རྩ་ཟེར། ད་དེ་ནི་ངོ་མཚར་རྩ་བདུན་ཟེར་ནས་འདུག་ཨ། རྩ་འདི་ལྐོག་གྱུར་སྟོན་པའི་གི་རྩ་རེད། ད་རྩ་ལ་བརྟེན་ནས་རེད་བ། རྩ་ལ་བརྟེན་ནས་དཔེ་ཆ་ཅན་ན་ཁྱེད་རང་གི་ཡ། པ་བ་ཨ་མ་འདྲ་པོ་ཅན། ན་དེ་ཡོད་པ་ཡིན་ན། ས་ཆ་མེད་དེ་ལ་མེད་པ་ཡིན་ན་ཁྱེད་རང་གི་རྩ་ལ་བརྟེན་ནས་པ་བ་མཚོན་བྱེད་དང། གཅིག་ཟེར་དེ་ཡ་དུ་ཆ་ཚང་ཧ་གོ་ཐུབ་གི་རེད། ཨ་ནི་དེ་ཙམ་དུ་མ་ཟད་རེད་བ། ད་ཁྱེད་རང། ཚོང་རྒྱག་ག་འགྲོ་གི་ཡོད་ན། ད་ལོ་ཁྱེད་རང་ཁེབས་ཚང་ཡོང་ས་རེད་བས་རྐོབ་རྡིབ་ས་རེད་བས། དེ་ཚོ་ཡང་ཧ་གོ་ཐུབ་གི་རེད། ཨ་ནི། ད་དེང་སང་ཡིན་ན་ཁོ་མོ་བས་འདྲ་བོ་སླེབས་ནས་ཡ། ངས་མོ་དྲ་སྐྱོང་ཤོར་སོང་ཟེར་ཏེ་ཡར་བཙོང་འགྲོ་བ་ད་ཟླ་བ་ཅན་ཡོང་ཐུབ་ས་མ་རེད་ཟེར་ཏེ་ཡར་བཙོང་རབས་ཁོ་ལན་བསྐྱལ་ཡོང་གི་རེད་སྔ་མོ་དེ་འདྲས་མེད་པ་ཡིན་སང་སོ་སོ་ལ་གཅིག། ཚོང་ཚོང་པ་འདྲ་བོ་ཕར་འགྲོ། ད་རྒྱུན་རིང་པོ་འགྲོ་ད་ཚོ་སླེབས་ཡག་དུས་ཚོད་ཡིན་བསམ་པ་འདྲ་བོ། ཉམས་ན་འགྲུལ་བ་འདྲ་བོ་ཡོང་གི་ཡོད་མེད་དེ་ཚོ་མགྱོགས་པོ་སླེབས་ས་རེད་བས་ག་ལེར་སླེབས་ས་རེད་བས།

ནོར་མོ་རེད་འདི་འདྲ་བོ་རྩ་དགའ་སེམས་འཕར་གི་རེད་ད་དེ་ལ་ཡང་རྒན་གོག་གི་རྩ་དང་སྤུ་གུ་ཆུང་ཆུང་གི་རྩ་དང་ཨ་ནི་ད་ལ་བབས་རྩ་དེ་ཚོ་ཡང་མི་འདྲ་བོ་ཡོད་རེད་འོ་ཀྱེ་རྩ་དེ་ཚོ་མ་ད་དེ་ནས་འོག་དེ་ནས་སྐྱེ་དང་བྱེ་བྲག་གི་རྩ་སོང་དོ་ད་ན་ནི་ངོ་བཟུང་ཡག་གི་རྩ་དེ་རེད། ཁྱེད་རང་གི་ན་རྩ་དེ། ཚ་བ་རེད་འདུག་གས་གྲང་བ་རེད་འདུག་གས་རླུང་རེད་འདུག་གས་དེ་ནི་དེ་ཁྱེད་རང་གི་སྙིང་ལ་འདུག་གས་མཆིན་པ་ལ་འདུག་གས་ལུས་ཀྱི་སྟོད་ལ་འདུག་གས་མཁལ་མ་ལ་འདུག་གས་སྒང་བུ་ལ་འདུག་གས།

ཨ་ནི་ལུས་ལ་ཕན་ཐོགས་ཡོང་གི་ཡོད་རེད་བ། དེ་ཡིན་དུས་སྡོང་རྩ་དག་པ་ཟེར་བསྡད་ཡ་དེ་གཅིག་པ་གཅིག་རྐྱང་རེད། ལྷ་ཡིན་ནོར་གི་འདུག་ཀླུ་ཡིན་ནོར་གི་འདུག་མི་དམངས་ཡིན་གི་ནོར་གི་འདུག་མཐུ་རྒྱབ་འདུག་གས་མཇལ་ཁ་ཟོག་འདུག་གས། ཨ་ནི་འོ་དེ་ཚོ་ཡོང་གི་རེད། དེ་སྡོང་རྩ་དག་པ། ད་འོ་དེ་བླ་རྩ་དག་པ་ཟེར་ནས་ཚེ་གི་ཚེ་བཏགས་པ་རེད་ད། ཚེ་བཏགས་བླ་ཡི་རྩ་ལ་བཏགས་པ་ཟེར་ནས་ཁྱེད་རང་ལོ་ལྔ་བསྡད་ས་རེད་བས། ཨོ་ལོ་སྐྱིད་མ་གཏོགས་ཚེ་མི་འདུག་གས། ཨ་ལོ་བརྒྱ་རྩ་བསྡད་ས་རེད་སྣང་མཐའ་རྒྱུན་ནས་མི་འདུག་ཟེར་བསྡད་ཡ་སོང་རེད་བ་ད་དཔེར་ན། དེ་འདྲ། ཚེ་ལ་བཏགས་པ།